མདོ་བཟང་བློན་ནཱ་ལེནྜ་མེ་རའི་བུ་ཡི་གཏམ་རྒྱུད་སྡེ་བཞི་གཉིས། སྟོན་པ་བཅོམ་ལྡན་འདས་རྒྱ་གར་གྱི་གྲོང་ཁྱེར་གཉིས་ཡོད་ན། རྒྱལ་པོ་དགེ་བྱེད་ཀྱི་ཚེ་རྒྱུ་མི་ཟད་བྱིན་གྱི་ཀུན་དགའ་ར་བ་ན་དགེ་ལོག་གི་དགེ་འདུན་པ་སུ་ལུ་ཤུའི་སྟོན་པའི་པའི་གཞུ་བཞུགས་ཡིན་པས། དེའི་ཚེ་དབུས་དེ་ན་ཁྱིམ་བདག་གཅིག་གིས་ཨམ་ཅི་ལའི་བུམ་བྱ་རིམ་གཅིག་སྐྱེ་ཡིས། བུམ་སྡིག། མཐོང་མཚམས་གཅིག་གིས་གཞན་གྱི་ཡིད་འཁྲུགས་སོགས། བུམ་སྡིག་གི་གཟུགས་ཁ་ལུ་སྐེ་ཡི་གང་ལས་ར། གོ་ལ་སྐབས་རྒྱམ་བཅུ་བཅུ་གཅིག་སྐྱིད་སྦས་པའི་ཕྱི་ནང་གི་དབང་ཡིན། ཟས་དེ་གཟུགས་ཁ་གི་དུས་རང་འཁྲུངས་པའི་སྐྱེ་སྐོགས་ཡིན་པས། ཕམ་གཉིད་བདེ་ཡ་ཚིམ་ཕྱིས་བདེ་བའི། སྐད་ཅིག་ལྟ་མི་བསླུ་གཏན་འདི་པའི་བེའུ་ན་འཚེ་མཁན་ལྟ་མི་བསུ་ཀའི་བུམ་འདི་བསུན་ནམ་བོམ་ཡུལ་མི་གཅིག་ཡིན་པས། མོ་ར་སྐྱི་ཡི་གངས་ལས་གཟུགས་ཁ་ལུ་གོ་ལ་ཀག་ཅིག་སྐྱིད་འདི་པའི་སྐྱིའི་འོག་ཉིད་འདི་གི་མོ་གི་མིའི་དཀར་མོ་གསེ་སྟག་ནག་ནབ་ཡིན། བུམ་དཀར་མོ་འདི་ག་ནེམ་གཅིག་བོམ་རྒྱུ་གཅིག་ཨ་ནེམ་གཅིག་མོ་རི་གཟུགས་ཁ་སྐྱི་གོ་ལ་སྟེ་མོ་རི་གི་གཟུགས་ཀྱི་ཚིག་དང་མཉམ་པའི་ཤི་ན་དེ་ཕུག་ཇབ་ཡིན་པས།

ཆོས་ཀྱི་རྒྱན་ཆ་བདུན་བསྡུས་པའི་ཆོས་རྣམས་མ་བརྟགས་སྙིང་ཟེར་བ་ན་མོ་གི་ང་རབ་ཏུ་བྱུང་བསྡུས་པའི་ཆོས་སྦས་ཉིད་དབྱིངས། ཆོས་སྦས་ཉིད་པའི་ཐག་བཅད་ཀྱིས་དེ་ང་རྣམས་མ་མི་འགྱུར་བ་སེ་ཕམ་མ་ལུས་དེ་བས་བསླབ་ཀྱིས་སེ། དེ་ལན་ཕམ་གཉིས་ཀྱིས་མོ་རིགས་ཀྱི་གསང་བ་ཟླ་ཁྲིད་བསྡུས་པའི་ཆོས་སྦས་ཉིད་ཀྱི་ཆོས་སྐད་ཅིག་ཙེམ་ཙེམ་དབྱིངས་སེ། དེ་བུམ་འདི་ཀྱི་ད། ཆོས་རྒྱུད་བརྩེགས་མི་མགོ་ང་རིག་གི་གུ་ང་ར་ལོ་རང་འཁྲུངས་པའི་ཡུལ་ཟེར། དེ་ལས་དགེ་སློང་མ་དཀར་མོ་དེ་སངས་རྒྱས་ཀྱི་སྐུ་འདུས་བྱ། སངས་རྒྱས་ལུ་ཕྱག་ཕུད་བདག་ལུ་བཅོམ་ལྡན་འདས་ཀྱིས་ལེགས་པར་འོངས་སོ་ཟེར་བཀའ་གནང་མཚམས་གཅིག་གི་མུ་གི་གཟུ་ཁ་གོན་མི་གི་གུའི་སྐབས་བདེ་ཆོས་རྒྱལ་གྱི་གདུགས་ཀླུ་བརྒྱུད་ཡ་སྲིད་ཟེར། དེ་ལས་སངས་རྒྱས་ཀྱིས། དགེ་སློང་མ་དཀར་མོ་དེ། དགེ་སློང་མ་སྐྱེ་དགུའི་བདག་མོ་ལུ་སྤྲུལ་ཤི་ན་དེ་ཆུའི་སྟོན་ཆུ་བཅུ་བཞི་ཡིན། དེ་དགེ་སློང་མ་དཀར་མོ་དེ་གིས་བརྩོན་འགྲུས་སྐྱེད་དེ་བས་ཆུའི་སྒྲུབ་སྦེའུ་ན་དེ་དགྲ་བཅོམ་པའི་འབྲས་བུ་ཐོབ་ཡག་སྲིད། དེ་ལན་བཀྱུ་འགའ་འོག་གིས། བཅོམ་ལྡན་འདས་ལུ་ཞུ་ཤུག་མེ་དང་དགེ་སློང་མ་དཀར་མོ་དེ་ཧེ་མ་བསོད་ནམས་ག་ཅི་ཟུམ་ཅི་ས་དེ་པས་མོ་ད་རེ་སྐྱེ་བོ་ཅི་བཟོད་ཁ་ལུ་མོ་རིགས་ཀྱི་གུའི་རང་འཁྲུངས་པས་འོ་མི་དེ

དེ་ཨམ་སུ་ཏི། ས་ཡི་བ་གུ་ཅི་ཡོད་བི་སེ་ཨ་ནི་ཁ་ཛུས་ཏི་དུས། དེ་ཨམ་སུ་ཏི། ཕྱི་ཁ་ལུ་སའི་ཚུལ་འོག་འཇུ་ཡི་སྐབས་སུ་ལུ་རའི་ཏི་མུག་གི་ཀི་ཕུ་གེ་ཏི་གི་མུག་པས་ཏེ་ས་ཡི་བ་གུ་ཏི་ན་ཛུས་བེ་བེ་ཏེ་ཁོང་གཉིས་ག་ནི་མི་མི་ཅི་ཨིན་ཨིན་སེ། སངས་རྒྱས་སུས་སྐྱབས་ཀི་ཉིད་ནི་གྱོན་ལོང་ཏི། བུམ་མདའ་ནི་ཀེ་ཏི། གཞི་གོ་ཚུལ་འོག་འོམ་མདའ

དགེ་སློང་ཨ་ཙི་ཙི་ཞུགས་མ་རེད་སེ་དེ་མོ་ན། ས་ཡི་བར་གུ་དེ་ན་རྫུས་སིག་སིག་མེད། དེ་དེ་ལས་མོ་གི། ནང་ན་སོང་སྦེ་སྦེ་དེ་མོ་རིག་གི། གྲུ་བོ་དེ་ལུག་ཏུ་འདྲེ་ཅི་ཅ་ཅབ་ཨིན་སེ་མེད། ད་ད་རི་སང་གེ་ཇི་དེ་ན་ཆོས་འདི་འདུག་སེ། དེ་ང་ཅེ་ར་གཉིས་སྦྱིན་པ་ཅི་ཕུད་ཀྱེ་མེད་ན་སེ། ང་ཅེ་གཉིས་ཚེ་སྔ་མ་ཨེ། དེ་ག་ཉེ་སྦྱིན་པ་བཏང་ཐབས་མེད་གཉིས་དེ་གི་ད་རི་དབུལ་ཕོངས་ཀྱི་དཀའ་ངལ་ཨ་ཉམས་ཅི་བྱུང་མེད་དེ་དེ་ཨིན་པས་སེ།

ཕུ་གཉིས་ཀྱིས་དེམ་ཡུན་ཅི་སྟེ་བང་ངོ་བོང་མའི་སེར་སྣང་ཏུ་བས་ཏེ་དེམ་ཕུ་དག་གིས་དེ་ག་ཅི་ཡོད་མི་ཚེ་དྲི་ཡིས་ཟེར། དེ་མོང་གིས་དེ་ང་ཚེ་གཉིས་ལོ་ག་ཅི་ཡོད་པ་ཡུན་རུ་མི་རུ་རས་དེ་མོང་དེ་རས་དེ་ཕུ་གཉིས་ཟེར་བ་ན་དེ་ཁོག་གིས་དེ་ང་ཚེ་གཉིས་ཀྱིས་འཚོ་བ་དེ་ར་རས་དེ་ལུས་སྟེ་འདུས་པའི་ས་གོ། དེ་རས་དེ་ཕུས་བས་བས་ད་གཉིས་ཆ་ར་ཕྱི་ན་འདུས་པའི་ཤི་ན་ཟེ་དྲིའུ་ན་རུ་མོང་གིས་དེ་ཀྱེ་ཤི་ན་མ་ཤི་བ་དུས་མི་ག་ཡ་མིན། རས་འདི་མ་ཕུད་དུས་ཤི་ར་ཤི་གོ། དེ་བ་དེ་རས་འདི་སྦྱིན་པ་པས་ཕུད། དེ་ཚོགས་བ་མ་གཉིས་པ་ཤི་སོགས་པ་བྱིན་དེ་གྲགས། དེ་ལན་ཁུ་གའི་ཨ་དབྱིན་པས་དེ་ནི་ཕུད་ད་གའི་སེ་སྟེ་ཁོ་ཡ་སེམས་དགའ་བས་པས། དེ་ཕུད་གཉིས་པའི་ཐག་ཆད་བྱས། དེ་ལན་མོ་གིས་ཕྱིར་ཁ་སོང་བས་པས་དགེ་སློང། ན་མ་གཟིགས། ད་ང་གིས་སྦྱིན་པ་ཅི་ཕུད་ནི་ཡོད་པས་སོ་ན་དགེ་སློང་དེ་གིས་སྦྱིན་པ་སེ་མི་སྟེ་རང་གིས་ལབ་དགེ་བསྙུན་གསུམ་པས་ཕུད་གོ། དེ་ངག་གིས་བྱིན་འབེབས་ཀྱི་ཚིག་ཅེས་བརྗོད་བསྡུས་པས་དགེ་རྩ་བསྔོ་ཉེས་ཡུལ་སེའུ་ན་མོ་གིས། ངག་ལུས་གཡུ་རུ་མི་རུ། གཟུགས་ཁ་གུའི་སེ་རུ་རལ་དེ་ལས་རྒྱལ་མི། ཏེ། ང་ཕྱིས་ཀྱི་ལུས་སོགས་པ་དེ་གྱོན་ལོག་གིས་བཟི་བར་ཅིས་མི་གཡོ་བ་དབྱིན། ཏེ་ངག་གི་ནང་ན་ཀླད་པའི་རལ་དེ་ཕུད་དེ་ཀུན། དེ་གྱོན་ལོག་གིས་ཨ་ནེའི་རལ་དེ་སྦ་བས་པའི་ཤི་ན། ཏེ་ཨ་སངས་ཀྱི་ལུས་ཕུད་ནའང་སེ་མོ་གིས་དེ་བས་ཤུགས་མེད་སེ། ཏེ་དེ་ལན་གྱོན་ལོག་དེ་ཀས། ཏེ་ད། ཁོང་བཟའ་མི་གཉིས་བདུད་ཀྱིས་གུས། རེད་དྲི་མ་ཅན་འདི་སྦ་བེ་བེ་ཤི་ན་ཏེ་ཡ་སངས་རྒྱས་ཀླུ་ཕུད་ཕུག་ཉིང་ངིས་སེ་ཏེ་ཏི་སེ་ཡ་སངས་རྒྱས་ཀླུ་སྦྱིན་པ་ཕུད་མི་རྒྱལ་པོ་རྒྱལ་བི་གི་འཁོར་བཙུན་ལས་ཤ་ཅི་དུ་སེ། ཏི་སེ་ཡ་ཀླུ་སངས་རྒྱས་ཀླུ་སྦུ་ཕུད་ཆ་ཡེ་ཏེ་རིན་པོ་ཆེ་གུ་སེ་ལས་ཤ་ཅི་སྤུང་དི་བེ་དུ་སེ། ཚེ་སངས་རྒྱས་ཀི་ཏི་སུ་ཁ་ར་ཀླུ་མ་ཟི་བ་ཏེ་ཁྲང་ཁྲ་ར་ཁོང་བཟའ་ཚ་ནིབ་གི་གོ་ལ་ཁྲིམས་ཁ་ཁ་གིས་རལ་གྲི་ཐུ་བོ་འབེབས་པའི་ཆ་ལུ་རྣམས་འབེབས་པས་དེ་སྔགས་ཀྱི་རྟའུ་སྒྲོ་བཅུ་པའི་བ་བྱིན། ད་རི་འཁོར་རུ་དི་ན་ལུ། སྦྱིན་པའི་སྣ་ལས་སྦྱིན་པ་རྣམ་པར་དག་པ་དེ་ཨ་ནི་ལས་ལྷ་བཅུ་མི་འདུག་སེ་སངས་རྒྱས་ཀྱི་དེ་བས་གསུམ་ན་དེ་ན་ཡུལ་མིག་གི་འཁོར་དེ་སུ་ཀ་ར་ཡ་ཚན་ཆི་དེ་བས་ཏེ་ལུགས་རྒྱུས་སུ་བྲིས། དྲིའུ་སྣ་ལུ་སངས་རྒྱས་སྙུན་གཞིའི་ཡུལ་ཉིད་དེ་གིས་དེ་སངས་རྒྱས་ཀྱི་ཨ་མྱེས་པའི་དབྱིངས་ཞེས་ཁོང་བཟའ་ཚ་སྙིབ་འདི་ལོ་ཡུལ་རུ་མི་རུ་རེད་ཅིང་དེ་ཨ་མྱེས་ཁོང་གིས་ཕུལ་དེ་བས་ཁོང་ལ་སྙིང་གཞི་གཉིས་པས་དེ་བས་ཐག་ཆེ་ཅིང་ཨ་མྱེས་པའི་ཉིད་དེ་གིས་ཁོང་གི་སྦྱིན་པ་འདི་སྟེ་ལྷ་བི་གིས་བསམ་པ་རྣམ་པར་དག་པ་དེ་བས་ཕུལ་ཕུག་དབྱིངས་ཞེས་སངས་རྒྱས་ཀྱི་སྦྱིན་པའི་གི་ཆད་བག་གྱུར་ན་དེ་ཁ་ཡོད་པའི་གི་རྒྱལ་པོ་བཙུན་མོ་འདི་སུ་གི་ཁོང་རིག་སྐུ་གཟུགས་སྐུ་གི་གུའི་བདག་རྒྱན་ཆགས་སུ་ཕུད་མ་ཁོང་ལུས་བསྐལ་པའི། ཁོང་བཟའ་ས་གཉིས་བདེ་ཡག་སངས་རྒྱས་ཀྱི་སྐུ་འདི་ལུས་བུ། སངས་རྒྱས་ལས་ཆུ་གཉིས་བཅུ་བས་པའི་སངས་རྒྱས་ཀྱི་ཆུའི་སྟེང་དེ་ན་ལུས་གྲུ་འོག་ཐོག་མི་ལས་ཤ་ཆེ་ཐུན་ཡིན་སྲིད་དེ། སངས་རྒྱས་ཀྱི་སྐྱུ་འགའ་བོ་ལུས་སོང་ནས་སྐྱུ་འགའ་བོ།

ད་ཆད་ར་ཆག་ཆ་བའི་ཆོས་ཉིད་ནི་སྦྱིན་པ་བཏང་ནི་ལུས་བཙུན་གྱི་སྐྱེ་སྒོ་འོད་གསལ་སངས་རྒྱས་ཀྱི་འཁོར་འདི་སུ་ལུས་བདེ་བའི་གསུང་སྣ་ཡིན། ད་ཨ་ནི་བོ་ན་ལུ་ང་ཆད་ར། སྦྱིན་པ་སེའུ་ན་ལུ་ག་ར་གི། དེ་ད་ན་ནགས་ཀྱི་བསམ་པ་འདི་ལུས་མི་རྟག་བ་བཞིན་ནམ་ཕྱིས་ཀྱི་དངོས་པོ་འདི་ལུས་ར་དེ་གཙོ་བོ་སྐྱོན་འདི་བས་ད་རི་ནགས་བར་གྱི་སྦྱིན་པ་འདི་ཨ་ནི་བའི་ཕུལ་བྱུང་ཡིན་མོད། དེ་ང་ཆད་ར་ན་དགེ་སློང་མ་དཀར་མོས་ཀྱི་གཏམ་རྒྱུད་འདི་ཉན་ལྟ་བུ་ན་ལུ་ཕྱིས་ཀྱི་རྒྱུ་དངོས་འདི་དེ་གཙོ་མི་བྱེད་པ། ག་ཅིས་གཙོ་བྱེད་ཟེར་བ་ཅིག་ནག་ནག་གི་བསམ་པ་འདི་གཙོ་བྱེད་དེ། དགེ་སློང་མ་དཀར་མོ་འདི་གི་ཚེ་སྔ་མ་མོ་ག་རྙེད་མི་འདུག་སྟེ། མོ་གིས། སངས་རྒྱས་སུས་སྐྱབས་ལུགས་ཕུལ་རུ་མ་ཕུལ་རུ་དེ་རའི་དྲི་མ་ཅིས་འཇིག་ལས་རྒྱལ་མ་ཕུལ། མོ་གིས་རའི་དྲི་མ་ཧ་ཧ་དེ་དེ་མོ་གིས་བསམ་པ་རྣམ་པར་དག་པ་གཅིག་གི་སྒོ་ལས་ཕུག་ན་ལུ་རྒྱལ་པོ་བཙུན་མོ་འཁོར་དང་བཅས་པ་གིས་དེ་དག་དང་གུས་ཆོས། སྲིད་དང་སྙུས། དེ། ཕུད་མིག་གི་སྦྱིན་པ་ལས་ལྷ་པདྨོ་གི་སྐུའི་དྲི་མ་ཅན་འདི་སྟེ་སྦྱིན་པ་མཆོག་ཏུ་གྱུར་པ་པའི་ཡར་སོགས་དང། དེ་ཨ་ནི་པུ་ན་ང་ཅི་ར། སྦྱིན་པ་འདི་གའི་མཚན་ཉིད་འདི་བཤད་པའི་གའི་སྐབས་ན་ལོས་ཏེ། སྟོང་སེམས་སྟོང་དབང་དང་བཅས་པ་སེ། དེ་སྦྱིན་པ་སེམས་མེད་དེ་གཙོ་བོ་ར་ན་སེམས་འདི་གའི་སྟོང་ཡིན་གྱི་བསམ་པ་ཅི་དགོས་སེ། ཕ་ལོམ་འདི་ལུགས་ཏེ། ཡང་ཡུལ་གོང་མ་ལུས་པའི་བ་བྱིན།